ང་ཚོས་རྒྱ་རོམ་ཅན་གྱི་མཚན་སྙན་ལ་སྲུང་སྐྱོབ་བྱེད་སྲུང་སྐྱོབ་བྱེད་ཡག་གི་བྱེད་ལོ་ཡོད་པའི་བོད་མི་ཚེ་གི་ཡག་པོར་དེ་ལས་རྒྱ་རོམ་ཅན་གྱི་མཚན་སྙན་ལ་སྲུང་སྐྱོབ་བྱེད་དགོས་ཡག་གི་བྱེད་དགོས་པའི་གནས་སྟངས་ཀྱི་ཆ་ཡོད་མ་རེད་བསམ་གྱི་འདུག་འདི་འགའི་བསམ་ཚུལ་ཅིག་ཡིན། ང་ང་ཚོས་ག་རེ་ག་རེ་གསལ་བཤད་བྱེད་དགོས་འཛམ་བུ་གླིང་ལ་འཛམ་བུ་གླིང་ལ་རྒྱ་ནག་གི་ངོས་ནས་བརྙན་ཐུང་བཅས་སྒྲིག་བྱས་ནས་བཅོས་སྒྲིག་བྱས་ནས་ཨང་སྟོན་བཞག་པ་དེ། ད་དེར་དེ་ཡིན་ངའི་བུ་མོ་ངའི་བུ་མོ་ཁ་སང་ན་བ་རེད། ན་ནས་སྨན་ཁང་ལས་ཟ་གྲྭ་འདུག་ཅེས་བྱས་བསྡད་གོ་ཁྱེད་ཟུར་པ་ཡིན་ནའི་ལས། དུས་ཚོད་འདི་གའི་བདུན་ཕྲག་གཅིག་འདིའི་ནང་ལོ་ལིའ་ཅེས་སྤྱི་ཚོགས་དྲ་རྒྱའི་ཐོག་ལིའ་ང་རང་གི་ངོས་ནས་གསལ་བཤད་ག་ཚད་བྱེད་ཐུབ་ཐུབ་བྱས་པ་རེད། འདི་འདྲས་བྱས་འབད་བརྩོན་བྱས་ཡོད་ཨ་ནི་ལྷག་པར་དུ་མི་འབུམ། མི་འབུམ་བཞི་ལྔ་ཡོད་པའི་དགྲ་དག་གི་བདག་པོ་འདི་འདྲས་ད་གཙོ་བོ་འདི་འདྲས་ལ་ཡང་ཨ་ནི་ཟུར་དུ་འབྲེལ་བ་བྱས་ནས་ཨ་ནི་སྐྱེ་མཆེད་བཤད་ནས་གསལ་བཤད་བྱས་ནས་འདི་འདྲས་བྱས་བཞག་ཡོད། ཨ་ནི་མི་རེ་ངོས་རེའི་ངོས་ནས་འདི་འདྲས་བྱས་རེ་བྱས་པ་ཡིན་ན་གསལ་བཤད་བྱས་ཡ་དེ་གལ་ཆེན་པོ་རེད་བཞག་བྱས་པ་ཡིན་ན་ང་ཚོས་ཕན་ཐོགས་ཆེ་བ་འདུག་ཟེར་བ་ཡིན། ཨ་ནི་གཅིག་ང་ཚོས་འདི་ལ་ངོ་རྒོལ་བྱེད་ཀྱི་ཡིན་ང་ཚོས་འདི་ལ་ཡ Ban བྱེད་ཀྱི་ཡིན་ང་ཚོས Boycott བྱེད་ཀྱི་ཡིན་ཅེས་འདི་ཨིན་ཇི་ནང་འདི་ཤེས་ཀྱི་འདུག་བ། ཨ་ནེ་ཅེས་ཕ་ཚིག་རྩུབ་པོ་བཤད་ནས་འདི་བྱས་པ་འདིས་ང་ཚོ་ལ་ཕན་གི་མི་འདུག་ང་ཚོ་ལ་ཕལ་ཆེར་གནོད་ས་རེད། ང་ཚོས་ཁོ་ཚོ་ལ་ག་རུ་ཅིག་གསལ་བཤད་བྱེད་དགོས་འདུག་ཟེར་ན། ང་ཚོ་ཧི་མ་ལ་ཡ་ཧི་མ་ལ་ཡ་གི་རི་རྒྱུད་ལས་ཆགས་བསྡད་པའི་མིའི་རིགས་ཡོད་དོ་ཅོག་གི་ཡུལ་སྲོལ་གོམས་གཤིས་དེ་ག་འདྲ་ཞིག་མེད་ཅེས་ཨ་ནེས་འཛམ་གླིང་མི་མང་ལ་ངོ་སྤྲོད་བྱེད་དགོས་འདུག།

འོ་མའི་གི་འབྱུང་ཁུངས་ཅི་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་རེད་མ་འདོད་པས་ད་ལྟའི་གི་འཛམ་གླིང་ཏ་ཡ་གི་ཁྲེགས་ཆོད་གི་ཆེས་ཆགས་པ་ཆགས་སའི་གི་ཆགས་པ་བྱེད་སའི་གི་ཡུལ་གྱི་ཆགས་པ་བསླང་སའི་ཡུལ་གྱི་ངོས་འཛིན་བྱེད་ཀྱི་ཡོད་མ་རེད། ངོས་འཛིན་བྱེད་སྟངས་རྣམ་པ་མི་འདྲ་བ་གཉིས་རེད། བདག་ནང་བཞིན་གི་ཆུང་དུས་ང་ཚོས་ང་ཚོའི་ཕ་མ་ང་ཚོའི་སྤྱོད་ཕྱོགས་ངའི་སྤྱོད་ཕྱོགས་བུ་མོ་ལས་ངའི་འདུ་ཤེས་ཀྱི་ཨམ་ལུས་སྤྲད་ང་ཚོ་བོད་ལ་ཨམ་ལུས་སྤྲད་ལ་ཁ་ནས་ཁ་ཨང་དེ་བཞིན་བསྙེན་པ་བཞིན་སྤྲད་ཀྱི་རེད། ཨམ་ལུས་སྤྲད་ནས།

འདིས་ཕན་པ་དག་གནོད་པར་བྱེད་ན་འདི་ལ་ཡང་དོགས་གཞི་འདུག། ང་ཚོས་རྒྱ་མགོ་རྒྱ་བོ་ཐམས་ཅད་གཡོགས་པའི་གང་གནང་ཡོད་པ་འདི་ང་ཚོའི་བོད་མི་རིགས་ལྷག་པར་རི་བོ་ཧི་མ་ལ་ཡའི་རྒྱན་དུ་ཆགས་ཡོད་པ་ཚང་མ་ལོག་གི་ཐུན་མོང་གི་གཅིག་གི་ཡུལ་སྲོལ་གོམས་གཤིས་གཅིག་མིའི་རིགས་ཀྱི་འཚར་ལོངས་ཀྱི་བརྒྱུད་རིམ་ནཱ་ལོ་ལི་ཡ